དེ་བཞིན་དེ་ལས་ཨུ་བྱི་བ། ཕྱིའི་ཤི་ཤིང་འཇམ་པ་ནི་ཨ་མའི་པང་ཡིན་ལ། ཕྱིའི་ཧྲ་ཞིང་བརྟན་པ་ནི་ཨ་ཕའི་འཁྲིག་རེད་ལ། ཕ་མ་ནི་ནམ་མཁའི་ཉི་ཟླ་གསུམ་དང་འདྲ་ལ། ཕ་མ་ཡོད་ས་ན་ཁྱིམ་དང་ཁྱིམ་ཡོད་ས་ན་ཡུལ། ཡུལ་ཡོད་ས་ནི་ཕ་ཡུལ་ཡིན་པས། ཉིན་འདི་དག་ལ་ངས་རྨི་ལམ་ལ་བསྐྱོད་མྱོང་བའི་ཡུལ་དེ་ནི་སྟོད་དབུས་གཙང་དང། སྨད་འདོད་ཁམས་སྒང་དྲུག་སོགས་གང་ནའང་དྲན་མྱོང་ལ། ཐ་ན་ཁྱི་དང་ལེ་བར་གཅིག་གིས་ཁ་ཐག་གཅད་གཉིས་སུ་འགྲོ་བའི་ཚེའང་ངའི་སེམས་ལ། སྨྲ་མི་ཤེས་པའི་ཚོར་བ་སྟེར་བ་ནི་ཕ་ཡུལ་ལགས་ཁྱོད་ཀྱི་སྟོབས་ཡིན་ནམ་སྙམ། དེ་ལས་ཀྱང་སེམས་སུ་དབང་མེད་དུ་དྲན་པ་ནི་ཕ་མ་ཡིན་ལ་མྱུར་དུ་འཕྲལ་འདོད་པའང་ཕ་མ་ཡིན། རྗེས་མ་ས་ཆེན་པོའི་ཁྱོན་ལ་ཁྱབ་པའི་བརྩེ་བའི་བདག་མོ། ངའི་རྣམ་ཤེས་ཀྱི་ཚལ་ཧྲོལ་ཐོག་མའི་སྒྲོལ་མ་དཀར་མོ། ཨ་མ་ལགས། བུ་མོ་ངའི་སྟོད་ཉི་མ་ལྷ་སའི་བྱིན་རླབས་ཀྱི་དར་སྐར་འབྲངས་ནས་ཁྱོད་ཀྱི་གམ་ལ་ལོག་ཡོང་ང། ཨ་ཕ་ལགས། ཁྱེད་ཀྱི་ལང་ཚོ་ནི་འཚོ་བའི་ངར་སྟབས་ཀྱི་ཁུར་བོར་རྒྱབ་ལ་ཁུར་ནས་ཡོད་ཚད་ལ་བུ་ཕྲུག་ཚོ་ཤ་རུས་ལ་ཟུག་ཡོད་ལ། ད་ནི་ང་དང་ངའི་གྲོགས་མོ་ངེད་གཉིས་ཁྱེད་ཚོ་དང་ཁ་ཐག་གཅད་ཉེས་ནས་གཅད་ཉེས་སུ་འགྲོ་བཞིན་འདུག་ལ། རང་གི་འཚོ་བཅུད་རྫ་རྒན་འདི་ཚོའི་རྫ་རྡུགས་བཙན་པོ་ཡིས་མགོ་ན་སྔོ་ལྕང་རི་འགྱུར་བཞིན་པའི་སྣང་ཚུལའང་ཅུང་རྩིམ་འདྲིས་བྱུང་གིན་འདུག་འོན་ཀྱང་ཕ་ཡུལ་ལ་མྱུར་དུ་ཐོན་བསམ་པ་ལ་བསྡུར་ན་དེར་ཡང་སྐྱོན་ཆེན་པོ་མེད་པ་འདྲ། དབུས་ལམ་དཀར་པོའི་འདིའི་མགོ་མཇུག་བར་གསུམ་དུ་ངའི་གྲོགས་མོ་འདི་ཕར་ཆེར་བླངས་མ་མྱངས་མོད། སེམས་ཀྱི་རྩ་རི་གསེར་གྱི་ཐིགས་པ་བསགས་པ་འདྲ་བའི་ངའི་གྲོགས་མོ་འདི་མིན་ནའང་ང་རང་སྟོན་ཉི་མ་ལྷ་སར་བདེ་བདེའི་ངང་འབྱོར་དཀའ་མོ་ཞིག་ཡིན། མ་གཞི་ནས་ང་རང་ནད་པ་ཞིག་ཡིན་པས་སྐབས་སྐབས་ཧ་ཅང་བདེ་མོ་ཞིག་མ་རེད་མོད། དེ་བས་ཚང་མ་ང་དང་ཤ་རུས་ཀྱི་འབྲེལ་བ་མེད་རུང་ནང་སེམས་ཀྱི་ཨ་ལོང་གཅིག་ཏུ་སྦྲེལ་བའི་དྲག་མོ་འདི་བཀའ་དྲིན་གྱིས་ང་ལ་བདག་སྐྱོང་དང་སེམས་ཁུར་བསྟོད་པས་ལྷར་བརྟེན་གྲོང་ཁྱེར་ལ་འབྱོར་བ་ཡིན། འདི་ནས་དངོས་མོ་ལ་བཀའ་དྲིན་ཞིག་ཞུ་གྲོགས་བཅོས་མ། དགའ་བས་ཡོངས་བཟུང་བ། མཇུག་མཐར་ང་ཚོས་མ་མཐའ་ཡང་ཁ་འཇམ་ངོ་འཛུམ་དེ་ཕ་མ་གཉིས་ལ་སྟེར་རྒྱུ་མ་བརྗེད་རོགས། ངས་ལས་ཐོབ་ཕྱིར་གྲོགས་པོ་ལགས། ང་རང་བོད་པ་ཡིན་པས་བསོད་ནམས་ཆེ། ཡང་བསྐྱར་བོད་དུ་སྐྱེ་བའི་སྨོན་ལམ་འདེབས། དབྱིན་ཇུལ་གྱི་ལེ་ཚན་འདི་ནས་མཇུག་རྫོགས་པ་ཡིན། ང་ཚོ་ཐེག་ཐུང་ནས་ཐུག་ཡོང་ལ་ད་དེ་མོ།